ཧྲ་ལི་མེ་སོག་དང་འབྲེལ་བའི་ལོ་རྒྱུས་ཀྱི་འདེམས་ཁྲིའི་སུམ་པ་ཤོག་གྲངས་གཉིས་སུམ་བརྒྱ་བཅོ་ལྔ་ནི། བོད་མི་ཉིས་བརྒྱ་ལྔ་བཅུ་ཐམ་པ་འཛིན་སོང། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བཞི་པའི་ཚེས་བཅུ་བཞི་ཉིན་ཁམས་དཀར་མཛེས་ཁུལ། རྡ་ཐེར་མ། འབྲོག་སྡེ། སྐྲ་ལོར་ཡོད་ཚོད་སྣང། རྫོང་གི་ཉེར་བསྡོགས་པ་དང། གྲགས་ཆེན་དམག་མི། སུམ་བརྒྱ་ལྷག་འབྱོར་ཏེ། ཡོད་ཚོད། ཟླ་ཡུལ་མཐུན་སྒྲིལ་ཚོགས་པ་ཞེས་པས། བོད་དོན་དང་འབྲེལ་བའི། ལས་འགུལ་སྤེལ་ཡོད་ཚོད་བཤད་དེ། ཚོགས་པ་དེ། བཙུགས་མི་ཆོག་པའི། བཙན་བཀའ་བཏང་ཡོད་པ་མ་ཟད། ཚོགས་གཙོ། དོན་རྟོགས་རྩོད། བོད་མི་ཉིས་བརྒྱ་ལྔ་བཅུ་འཛིན་བཟུང་བྱས་ཡོད་འདུག་སྐབས་དེར་བོད་མི་ཁག་ཅིག་གིས། ཉེན་རྟོག་པ་དང་དྲག་ཆས་དམག་མིའི་བྱེད་སྟངས་ལ་མི་འདོད་པའི་རྣམ་འགྱུར་བསྟན་སྟབས། དེར་ཡོད་མི་མང་ལ་གང་བྱུང་གཅར་རྡུང་ཚད་མེད་བྱས་ཏེ། བོད་མི།

བུ་མོ་སེམས་བསྐྱེད། བུ་མོ་ཆུ་གྲང་ཞིག་ལ་རྨས་སྐྱོན་ཚབས་ཆེ་བཟོས་ཏེ་སྨན་ཁང་དུ་བསྐྱལ་ཡོད་འདུག་ཕྱི་ཚེས་བཅོ་ལྔ་ཉིན། བུ་མོ་ཉིས་སྟོང་ལྷག་འཛམས་ཏེ་མུས་ཐུ་ངོ་རྒོལ་བྱས་མཐར། བུ་མོ་མང་ཆེ་བ་བློ་གྲོས་ཐབས་ཡོད་ཀྱང། བོད་མི་སུམ་ཅུ་སོ་གསུམ་དཀའ་ངལ་ཅི་ཡང་འདུག་གནས་ཚུལ་དེ་བྱུང་རྗེས། རྒྱ་ནག་གཞུང་གིས་གནས་ཚུལ་གྱི་བརྡ་འཕྲིན་བརྒྱུད་ལམ་ཡོངས་རྫོགས་བཀག་འགོག་དང། ས་གནས་མི་མང་ལ་དམ་དྲག་ཤུགས་ཆེ་བྱེད་ཀྱི་ཡོད། ད་ཡོད་མཐུན་སྒྲིལ་ཚོགས་པ་ནི་ཕྱི་ལོ་ཉིས་སྟོང་བརྒྱད་ལོར། བདག་དཀར་མར་འབྲོག་སྡེའི། སུ། ཚོ་ཁག། བཅུ་གསུམ་གྱི། མི་སྣ་ཁག་གཅིག། མཉམ་རུབ་ཐོག། བཙུགས་པའི། ཚོགས་པ་ཞིག་ཡིན་འདུག་ལ། ད་ལྟའི་བར། ཚོགས་པ་དེའི་སྡེ་བ་དང་ཕན་ཚུན། འཆམ་མཐུན་དང་བོད་མི་ནང་ཁུལ་འཁྲུག་རྩོད་ཀྱི་རིགས་སོགས། བཀག་འགོག་དང་མི་མང་གི་མཐུན་སྒྲིལ་ལ། ཤོག་སྡེ། བཅས་ཀྱི་ཐད་ཕྱག་ལས་གནང་ཡོད་འདུག། རྔ་བའི་ཨ་མདོ་སྡེ་བའི་མི་མང་ལ་དྲག་ཆས་ཉེན་རྟོག་པས་གཅར་རྡུང་དྲག་པོ་བཏང་བ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བཞི་པའི་ཚེས་བཅུ་བཞི་ཉིན། རྔ་སྟོད་ཨ་མདོ་སྡེ་བའི་ནང་ལ། ཕྱི་དྲོ་ཆུ་ཚོད་གཉིས་པའི་ཐོག། སྡེ་མི་ཡོངས་རྫོགས་ལ། གསུང་དུ། ཡོད་ཚོད་ཀྱིས། མི་དམངས་བསྡུ་སྐོང་བྱས་ཤིང། རྔ་པ་རྫོང་ཐོག་ནས་ཡོང་བའི་ལས་བྱེད་པ་ཁག་ཅིག་གིས། དེ་སྔ་ནས་མི་དམངས་ལ་རོགས་སྐྱོར་བྱེད་པའི་དངུལ། ལྐོག་ཟ་བྱས་པས། དོགས་གཞི་ཡོད་སྲིད། མི་གཉིས་ཡོད་པ་དེ་གཉིས་ཀྱིས། ལས་ཀ་ཡག་པོ་བྱས་ཚུལ། བསྟོད་བསྔགས་བཏང་ནས་ད་རེས་ཁོང་གཉིས་ལ་བྱ་དགའ་སྤྲོད་རྒྱུ་ཡིན་ཚུལ་བརྗོད་སྐབས་མི་མང་གིས་མི་དགའ་བའི་རྣམ་འགྱུར་ཤུགས་ཆེན་བསྟན་པ་དང། ཁོང་གཉིས་ཀྱིས་འགན་ཁུར་ནས་མི་མང་ལ་ཁོང་ཉིད་ཀྱིས་འགན་ཁུར་ནས་མི་དམངས་ལ་སྤྲོད་རྒྱུ་ཡིན་ཚུལ་གྱི་ཁང་པ་དང་ནི་འགྲོ་སོང་གི་སྐོར་གསལ་བཤད་དགོས་ཚུལ་བརྗོད་མ་ཐག་རྫོང་ཐོག་ནས་ཡོང་བའི་ལས་བྱེད་ཚོས་མཉམ་འབྲེལ་བྱས་ཡོད་པས་དྲག་ཆས་ཉེན་རྟོག་པ་རླངས་འཁོར་ཆེ་བ་སྤྱོད་ཡས་མས་ཤིག་ཡོད་པ། དེ་ཚོས། མི་མང་ལ་གང་བྱུང། གཅར་རྡུང་དྲག་པོ་བཏང་ཞིང། མི་ལྔ་བཅུ་ཡས་མས་ལ་རྨས་སྐྱོན་བཟོས་ཡོད་པ་དང། དེའི་ནང་ནས་སློབ་ཡོན་སྐྱབས། དེའི་ནང་ནས་སློབ་ཡོན་སྐྱབས་སོགས་ལ་རྨས་སྐྱོན་ཚབས་ཆེན་ཕོག་སྟེ། རྔ་པ་རྫོང་སྨད་ནང་རྔ་པ་རྫོང་སྨད་སྒང་དུ་ཉེར་བསྐུལ་བྱུང་ཡོད་འདུག་དེ་བཞིན། རྒྱལ་སྡེ་མཚོ་གསུམ་སྡེ་བའི་བསམ་ཆེན་དང་ཚེ་ནུར། བསྟན་འཛིན་ཚེ་རིང། བུ་བསྟན་འགྱུར་ཁུ་པདྨ་སོགས་མི་བཅོ་ལྔ་ནས་ཉི་ཤུའི་བར། འཛིན་བཟུང་གིས་བཙན་ཁྲིད་བྱས་ཡོད་ཀྱང། གང་དུ་བཀག་ཉར་བྱས་ཡོད་མེད་ཙམ་ཡང་ཤེས་རྟོགས་ཡོང་གི་མི་འདུག་དེ་ཡང། གནས་ཚུལ་འདིའི་འཕྲལ་གྱི་འབྱུང་རྐྱེན་སྐོར་ལ་རྒྱུས་ལོན་ཅུང་ཙམ་བྱུང་བར། ཕྱི་ལོ་ཉིས་སྟོང་བརྒྱད་ལོར། ཕྱི་ལོ་ཉིས་སྟོང་བརྒྱད་ལོའི་རྗེས་སུ། མངགས་ཐོའི་ཨ་མདོ་སྡེ་བ་ཁག། མཐུ་མོ་ལ་དབང་བའི་ས་ཆ། འོ་མའི་ལུས། ས་ཆ་འདིར་ས་ཆ་འདིར། ཨ་འདུས་སྡེ་བ་ཁ། མ་སྣེ་དང། སྨྱོ་སྣེ་སོགས་ལ། ལྷན་ཚོགས་གནང་ས་དང། བླ་མ་སྡེ་དགེ་བཤེས་སོགས་སྡེ་བའི་ནང་དུ་ཕེབས་སྐབས། ཆོས་ཞུ་ས་འཛོམས་ས། ཆོས་ཞུ་བ་འཛོམས་ས། དེ་བཞིན། དེ་བཞིན་ནས། དོན་དང་དུས་སྟོན་སོགས། དེ་བཞིན་ནས་དོན་དང་དུས་སྟོན་སོགས། དྲོ་སྐྱིད་གཏོང་ས་བཅས་ཡིན་འདུག། ཞེས་པ་དེར་རྒྱ་གཞུང་གིས་རྒྱལ་གསོལ་གང་རྒྱག་དགོས་ཚུལ་བཤད་དེ། ཧམ་བཤད་ཀྱིས་བཙན་འཕྲོག་བྱས་ཡོད་པ་དང། སྐབས་དེར་མང་ཚོགས་ཀྱིས་དེ་ལྟར་མི་འགྲིག་ཚུལ་གྱིས། རེ་བ་ནན་བཤད་བྱས་ཀྱང། ནུས་པ་མ་ཐོན་པར་རྗེས་སུ་དེད་ལ། རྨ་ཁ་ཆེན་པོ་ཞིག་རྒྱག་ཡོད་པ་དང། དེང་སྐབས། དམག་མི་དང་དྲག་ཆས་ཉེན་རྟོག་པ་སོགས། རྒྱུན་སྡོད་བྱས་ཡོད་པ་རེད་འདུག་དེ་ཡི་ཉེ་འཁོར་དུ། དེང་སྐབས། བོད་ས་ཕལ་མོ་ཆེར། མིང་གི་རོགས་སྐྱོར་དང། དོན་གྱི་ཤེས་བྱ་གཉིས་ཀ་ཡིན་པས། ཁང་ཆུང་གྲལ་མཉམ་པོ་ཅན་མང་པོ་ཞིག་རྒྱག་བཞིན་པ་དེ་དག་དང་འདྲ་བར། ཁང་ཆུང་མང་པོ་ཞིག་བརྒྱབ་ཡོད་པ་དེ་དག་དང། དེ་དག་དང་ཐོག་མི་དམངས་ལ་རོགས་སྐྱོར། ཉན་ཐོས་ཀྱིས་སྤྲད་ཡོད་འདུག་ཀྱང། ལོ་སྔོན་མའི་ལོ་མཇུག་ཙམ་ནས་དེ་ལ་རྒྱ་སྒོར་ཁྲི་བརྒྱད་ཀྱི་འགྲོ་སོང་བཏང་ཡོད་ཚུལ་དང། ཁྲི་བདུན་རྒྱལ་ཁབ་ཀྱི་རོགས་སྐྱོར་ཡིན་ཚུལ། ཁྲི་གཅིག་སྐྱེད་ཀ་དང་བཅས་པའི་མི་ཚང་རེ་རེ་བཞིན་སྤྲོད་དགོས་པའི། བརྡ་ལན་འབྱོར་སྐབས། མི་དམངས་ཀྱི་དང་ཐོག་གཙང་མ། རྒྱལ་ཁབ་ཀྱི་རོགས་ཡིན་ཚུལ་ཁོ་ན་བརྗོད་པ་ལས། སྒོར་མོ་དགོས་ཚུལ་ཚིག་སྣ་གཅིག་ཀྱང་བཤད་མེད་པས། སྤྲོད་མི་ཐུབ་ཚུལ་བཤད་དེ། རྔ་པ་རྫོང་སྲིད་གཞུང་ནས་རྔ་པ་རང་སྐྱོང་ཁུལ་སྲིད་གཞུང་བར་ཡར་མར་ལ་གཏུག་བཤེར་མང་པོ་བྱས་ཡོད། མ་ཟད། ཁང་པ་དེ་དག་རྒྱལ་ཁབ། གྲོང་རྡལ་ལས་ཁུངས་ཀྱིས། མི་གཉིས་ཀྱི་སྤྱི་དངུལ་ལྐོག་ཟ་བྱས་ཡོད་པའི་དོགས་པ་མང་པོ་བྱུང་ཞིང། མི་དེ་གཉིས་ལ་ལྟ་ཚུལ་མི་ལག་པ་བཟུང་ཡོད་འདུག་ཉེ་ཆར། ཕྱི་ཚེས་བཅུ་བཞི་ཉིན་རྔ་པ་རྫོང་ཐོག་ནས། ལས་བྱེད་སྐོར་ཞིག་གིས། དྲག་ཆས་ཉེན་རྟོག་པ་འབོར་ཆེན་ཞིག་མཉམ་འབྲེལ་གྱིས་རྔམ་སྟོན་དབང་བསྡུའི་ནང་དུ་སོང་འདུག་པ་དང། དང་ཐོག་ཉེན་རྟོག་པ་རྣམས་མི་མང་གི་མཐོང་སར་ཆས་མེད་ཀྱང། མི་མང། ཆེས་མི་དགའ་བའི་གྲོང་སྡེ། ལས་བྱེད་གཉིས་ལ་མི་མང་གི་མདུན་དུ་བསྟོད་ར་བཏང་ཞིང་བྱ་དགའ་སྤྲོད་རྒྱུ་ཡིན། བྱེད་སྐབས་མི་མང་གི་དྲན་རྟེན་མ་རེད་ཟེར་ནས་རྣམ་འགྱུར་ཤུགས་ཆེན་པོ་བསྟན་འདུག་པ་དེ་མ་ཐག་ཉེན་རྟོག་པ་རྣམས་དངོས་སུ་ཐོན་ནས་དྲག་གཏོང་བྱས་ཡོད་འདུག་དེ་མིན། འདི་ལོའི་ཟླ་དང་པོའི་ནང། ཨ་འདུས་ཐར་བའི་རོང་བ་ཚིང་གི་སི་རི་བཀྲ་ཤིས་རང་ལོ་སུམ་ཅུ་སོ་གསུམ་ཡིན་པ། ཁོང་ལ་ལོ་གསུམ་དང་ཟླ་བ་དྲུག་གི་གསོན་བཅུའི་ཁྲིམས་ཐག་བཅད་ཡོད་འདུག། དེ་ཡང་ཁོང་ལོ་སྔོན་མའི་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་རྒྱལ་གཅེས་དཔའ་བོ་བློ་བཟང་ཕུན་ཚོགས་ཀྱིས་རང་ལུས་མེ་སར་གྱིས་ངོ་རྒོལ་གནང་སྐབས། མི་མང་གིས་ངོ་རྒོལ་མཆོད་འཁོར་བྱེད་པའི་གློག་བརྙན་ནང་ཐེབས་ཏེ་རྗེས་སུ་འཛིན་བཟུང་གིས་དེའི་བར་ཐག་གཅོད་མ་བྱས་པར་བཀག་ཉར་བྱས་པ་ཞིག་ཡིན་འདུག། རང་ལུས་མེར་སྲེག་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་འདེམས་ཁྲིད་གསུམ་པ་ཤོག་གྲངས་སུམ་བརྒྱ་བཅོ་བརྒྱད་ནི། དབང་ལྡན་སྡེ་བའི་མི་གཉིས་ལ་ཁྲིམས་ཆད། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་དྲུག་པའི་ཚེས་བཅོ་ལྔ་ཉིན་གནས་ཚུལ་འབྱོར་བསྟུན། གོང་གསལ་འཛིན་བཟུང་བྱས་པའི་དབང་ལྡན་མི་མང་གིས་ཆོས་ནས་མི་ཕལ་ཆེ་བ་སྔ་ཕྱིར་བློ་གྲོས་བཏང་ཡོད་ཀྱང་རྒྱ་ལྡན་སྡེ་བའི་ཕུ་ཐན་ཚང་གིས་ཕུ་ཐན་རང་ལོ་བཞི་བཅུ་ཡིན་པ་ཁོང་ལ་ཉེ་སྔོན། ཟླ་བ་འདིའི་ཚེས་གཉིས་ཉིན། རྔ་པ་རྫོང་མི་དམངས་ཁྲིམས་ཁང་ཟེར་བས་ལོ་གསར་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་སྐྱབས། དེ་ཚོའི་ཉེས་ཅན་རྣམས་བསྐྱར་དུ་ཁྲིམས་བཤེར་བྱེད་དགོས་པའི་ཞུ་གཏུག་བྱས་ན་དེ་ལྟར་ཡོང་ཆོག་ཚུལ་གྱི་རྣམ་འགྱུར་བསྟན་ཡོད་ཅིང། མི་འགྱངས་བར་རྔ་པ་ནས་ས་གནས་གཞན་དུ་བཙོན་ཁང་བརྗེ་བོ་བྱེད་རྒྱུ་ཡིན་འདུག་ཁོང་ལ། ཁྱིམ་དུ་བཟའ་ཟླ་དང། བུ་ཕྲུག་བཞི་ཡོད་འདུག་དེ་བཞིན། གོང་ཚེས་ཉིན་ཨ་མདོའི་རྒྱ་སྡེ་སྡེ་བའི་བསམ་ཚུལ་གྱིས། འགྱུར་ཁོ་རང་ལོ་ཞིབ་བཞི་སོ་བདུན་ཡིན་པ་ཁོང་ལའང་ལོ་གཉིས་བཙོན་འཇུག་ཁྲིམས་ཐག་བཅད་ཡོད་འདུག་ལ། ཁོང་གཉིས་ཀར་རྒྱལ་ཁབ་ཀྱིས་རོགས་རམ་བྱས་པའི་ཁང་པ་མི་དགོས་ཚུལ་བཤད་ཅིང། དེ་མིན་བཀྲེས་སྐབས་མ་བླངས་པའི་ངན་རྫུན་བྱས་ཏེ། ཁྲིམས་ཐག་བཅད་པ་ཞིག་ཡིན་འདུག་དེ་མིན། སྔོན་ཐོན་འཕེལ་རྒྱས་སྲིད་འགན་ཚང་གིས་པད་མ་ལ་ཐག་གཅོད་གང་ཡང་མ་བྱས་པར། མོས་དུ་རྔ་པ་རྫོང་དུ་བཀག་ཉར་བྱས་ཡོད་འདུག་གཞན་ཡང། གསེར་དུ་ཤི་དོགས་བྱུང་བར་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ལོ་མཇུག་ཙམ་ལ། ཨ་མདོ་རྔ་པ། ལྔ་བསྟོད་སྒོ་མ་ཚ་བའི། གསུམ་པ། ཆོས་སྐུ་རང་ལོ་བཞི་བཞི་ཆས་དགུ་ཡི། ཙམ་ཡིན་པ། ཁོང། བོད་དང་བལ་ཡུལ་ས་མཚམས་འགྲམ་ནས། གཟིམ་ཚོང་གིས། གཞིས་ཀ་རྩེ་དང། ལྷ་ས་ནས་ཡུན་རིང་བཀའ་གཉེར་བྱས་རྗེས། མཐར། རྒྱ་གར་ལ། བོད་མི། ལམ་རྒྱུད་ཅེས་པའི་ཉེས་མིང་འོག་ལོ་བཞི་བཙོན་འཇུག་ཁྲིམས་ཐག་བཅད་དེ། བོད་རང་སྐྱོང་ལྗོངས་ཀྱི་བཙོན་ཁང་གྲབས་གཞི་བཙོན་ཁང་དུ་བཙོན་འཇུག་བྱེད་མུས་ཡིན་འདུག་པ་བཅས། མི་རབས་གསུམ་པའི་གཞོན་སྐྱེས་ཚོར་སྐུལ་འདེད་བྱས་པ་ཡིན། ཟླ་བ་བཞི་པའི་ཚེས་བཅོ་ལྔ་ཉིན་རྒྱ་གར་སློབ་ཆུང་མོང་གོ་ནས་ཡིན་པའི་སྦག་སྦག་གམ། འཕྲུལ་རྟ། རྒྱང་སྐྱོད་བྱས་ཏེ། བོད་དོན་ལས་འགུལ་སྤེལ་མཁན་རྣམས་སྦེལ་སྐབས་ས་གནས་སུ་འབྱོར་ཡོད་པ་རེད། ས་གནས་ནས་གཞོན་ལྷན་དང་བུད་མེད་ལྷན་ཚོགས་གཉིས་ཀྱི་གོ་སྒྲིག་འོག། ཕྱོགས་བཞུགས་སྤྱི་འཐུས་བློ་བཟང་ཡེ་ཤེས་ལགས་དང། ལུགས་ཟུང་བསམ་སྒྲུབ་གླིང་གི་ས་གནས་འགོ་འཛིན་དངོས་གྲུབ་ཚང་བ་དང། བདེ་སྐྱིད་ལྷ་བསོས་ས་གནས་འགོ་འཛིན་ཕུན་ཚོགས་ཚེ་རིང། དེ་བཞིན། མཉམ་འབྲེལ། སོགས་ཚོགས་པ་ཁག་ཚོགས་པ་སྡེ་ཁག་བཅས་ས་གནས་མི་མང་སུམ་བརྒྱ་ཉེ་བར། དགའ་བསུའི་གནས་ལས་ཅེས་གསུངས། འཕྲུལ་རྟ་རྒྱང་སྐྱོད་པདྨ་བཅུ་དྲུག་ལས། མང་ཆེ་བ་ནི། ས་གནས་མཐུན་ཚོགས་དང། རང་བསྟན་ཚོགས་ཆུང་གི་འཐུས་མི། ཟུར་པ་དང། བླ་བྲེ་དགེ་རྒན་རྣམས། གནས་ཡུལ་མི་སྣ་ཁོ་ན་ཡིན་པ་དང། གཞན། རང་ལོ་བཞི་བཅུ་ཤེས་ལྡན་ཡིན་པའི་གྲྭ། བཀྲ་ཚེ། Tra Tsering། ཟེར་བ་ནི། ཐོག་མར་སྐྱེས་དུས་ནས་ངག་ལྐུགས་པ་དང་རྣ་བ་འོན་པ་ཞིག་ཡིན་ན་ཡང། ས་གནས་སུ་བོད་དོན་དང་འབྲེལ་བའི་ལས་འགུལ་གང་ཡོད་ཚང་མར།

འདུག། ལས་འགུལ་བ་དེ་དག་ལ་ས་གནས་ནས་ཤེས་འདོད་ཕུལ་མཁན་ཡང་འགའ་རེ་བྱུང་འདུག་པ་ཚང་མ་ཕྱིར་ལོག་བྱས་ནས། ལས་འགུལ་འདི་ལ་མི་མང་གིས་ཤེས་འདོད་ལེན་གྱི་མེད་ཅེས་བརྗོད་ཡོད་པ་དང་ཁོང་ཚོའི་རེ་སྐུལ་ཆེ་ཤོས་ནི་རྒྱ་གར་ན་ཡོད་པའི། མི་རབས་གསུམ་པའི་གཞོན་སྐྱེས་ཚོ་དང། གཞོན་སྐྱེས་ཚོས་དང་བླངས་ཀྱིས་བོད་བོད་དོན་ལས་འགུལ་སྤེལ་བར་སྐུལ་འདེད་བྱེད་ཐུབ་པ་དང། བོད་ནང་ནས་རྒྱ་གར་ནང་ཡོད་པའི་གཞོན་སྐྱེས་ཚོ་ཡང་རང་དགར། དེ། མི་སྡུག་བསྙེན་པ་ཞིག། ཡོང་བའི་རེ་བ་བྱེད་ཀྱི་འདུག། མེ་སོར་གསེར་འགྱུར་པའི། མཐའ་མའི་སྐྱབས་བཅོལ་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བཞི་པའི་ཚེས་བཅུ་དྲུག་ཡོང་ཁུངས་བོད་ཀྱི་དུས་བབ་དྲ་བ། རྒྱ་གར་དུ་བསྔོ་སྨོན་ཆེན་པོ། འདོན་སྤེལ་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བཞི་པའི་ཚེས་བཅུ་དྲུག། རྒྱལ་ས་པེན་པེ་ཉིན། རྒྱལ་ཁབ་སློབ་གསོ། སྦེལ་ཀེབ་གཞིས་ཆགས། ས་གནས་ཆུ་སྒང་གི་གོ་སྒྲིག་འོག་རང་ལུས་མེ་སར་གཏོང་མཁན་རྒྱ་ཆེ་དཔའ་བོ་དཔའ་མོ་རྣམས་ཀྱི་ཆེད་བསྔོ་སྨོན་མཆོད་འབུལ་ཞིག་ཚོགས་འདུག་ཟླ་འདིའི་ཚེས་བཅུ་བཞི་ཉིན་རྒྱ་གར་སློབ་གསོ་སྦེལ་ཀེབ་གཞིས་ཆགས་ས་གནས་ཆུ་སྒང་དྲུག་གི་གོ་སྒྲིག་འོག་རྣམ་གྲོལ་གླིང་གི་བཤད་གྲྭའི་དགེ་ལྡན་པའི། བཤད་སྒྲའི་རྒྱན་ལྡན་པ་ཆིག་སྟོང་གསར། འདུ་འཛོམས་གནང་སྟེ་རང་ལུས་མེ་སར་བསྐྱིལ། བོད་རང་དབང་སླར་གསོའི་ལས་མགུར་སྤེལ་མཁན། རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱི་ཆེད། བསྔོ་སྨོན་སྐྱབས་འཇུག་དང། བཟང་སྤྱོད་སྨོན་ལམ་སོགས་ཆོས་ཕྱོགས་ཀྱི། མཆོད་འབུལ་ཞིག་ཚོགས་ཡོད་འདུག། སྐབས་དེར་ས་གནས་ཆོས་སྒར་ཚོགས་གཙོ། ཁྲི་འདུ་ཐུབ་པ་ལགས་ཀྱིས། མཆོད་འབུལ་དེ། སོགས་དགོས་དོན་ནི། འདས་པའི་མི་ལོ་དྲུག་ཅུ་ལྷག་གི་རིང། བོད་བསྟན་སྲིད་རང་དབང་ཆེད། བོད་མི་ཚོས་ལས་འགུལ་སྣ་ཚོགས་སྤེལ་ཡོད་པ་དེར། སྐུ་སྲོག་དོར་མཁན་ཡང་གྲངས་མེད་པ་ཞིག་བྱུང་ཡོད་སྟབས། ཁོང་ཚོའི་ཆེད་དུ་བསྔོ་སྨོན་ཆེན་པོ་གནང་རྒྱུ་ནི། ང་ཚོ་ནང་པ་སངས་རྒྱས་པའི་སངས་རྒྱས་པ་ཞིག་གི་ངོས་ནས་གལ་ཆེན་པོ་ཡིན་སྐོར་བརྗོད་ཡོད་འདུག་ཁོང་ཚོས་སྔོན་མོ་མཆོད་འབུལ་གྱི་སྐབས་ཐོས་ན་ཕྱི་ལོ་ཉིས་སྟོང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ནས་ད་ལྟའི་བར་བོད་ཕྱི་ནང་གཉིས་སུ་རང་ལུས་མེ་བསྲེགས་བཏང་སྟེ་འདས་གྲོངས་སུ་ཕྱིན་པ། དང། གང་སོགས་ཕྱེ་མེད་དུ་གྱུར་པ། ད་ལྟའི། ཕྱིར། གསུམ་པོ་གནས་ཡོད་པ་གཅིག། རྒྱལ་བྱེད་དཔའ་བོ་དཔའ་མོ་སུམ་ཅུ་སོ་བརྒྱད་ཀྱིས། མི་དང་ལོ་གསར་གནས་དེ་བཞིན། ཁོ་ཚོའི་རང་ལུས་མེ་སར་བཏང་བའི། དུས་ཚེས་གཅིག། རེ་རེ་བཞིན། བཀོད་ཡོད་འདུག། ཡོང་ཁུངས། བོད་ཀྱི་དུས་བབ་དྲ་བ། ཞང་ལིས་མེ་སོག་དང་འདྲ་བའི་ལོ་རྒྱུས་ཡིག་ཚགས་གདན་ཁྲི་གསུམ་པ་གཤོག་སྒྲོན་སུམ་བརྒྱ་ཉི་ཤུ་ཐམ་པ་ནས། གོང་ས་མཆོག་གིས། དམར་པོའི་ལྟ་བ་འཆང་བཙུན་པ། བོ་ཤི་ལའི། གོ་གནས་ནས། ཐོབ་པ་དེ་ནི། རེ་བའི་མཚོན་རྟགས་ཤིག་ཡིན་སྐོར་བཀའ་བསྩལ་བ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བཞི་པའི་ཚེས་བཅུ་དྲུག་ཉིན་གོང་ས། སྐྱབས་མགོན་ཆེན་པོ་མཆོག་གིས། ཨ་རིག། ཧྭ་ཝེ། མངའ་སྡེ་ནང། མཛད་འཕྲིན་གྱིས། ཉིན་མཐའ་མར་གསར་འགོད་པ་དང་མཇལ་འཕྲད་ཀྱིས་གསར་འགོད་པ་རྣམས་ནང། རང་ལུས་མེར་བསྲེགས་བཏང་བའི་དོན་རྐྱེན་སྐོར་གྱི་དྲི་བ་ཕུལ་བར་བཀའ་ལན་སྩལ་དོན། བོད་ནང་བོད་མི་སུམ་ཅུ་ལྷག་གིས་རང་ལུས་མེར་བསྲེགས་བཏང་བའི་རྒྱུ་རྐྱེན་གཙོ་བོ་ག་པར། ཐུག་ཡོད་མེད་ཐོག་རྒྱ་ནག་གཞུང་གིས་ཞིབ་འཇུག་མཐར་ཕྱིན་པ་བྱ་རྒྱུའི་དུས་ལ་བབ་ཡོད། རང་ལུས་མེར་སྲེག་བཏང་བའི་དོན་རྐྱེན་ནི་ཧ་ཅང་བློ་ཕམ་སྐྱེ་གཞི་ཞིག་ཡིན། འོན་ཀྱང་དེ་ལྟར་བྱེད་དགོས། དེ་ལྟར་བྱེད་དགོས་ཐུག་པའི་རྒྱུ་རྐྱེན་ངོ་མ། བྱེད་ཡིན། ཤི་རྒྱུ་ཧ་ཅང་གལ་ཆེན་པོ་ཆགས་ཡོད། ཅེས་སོགས་ཀྱི་བཀའ་ལན་སྩལ་བ་མ་ཟད། རང་ལུས་མེར་བསྲེགས་ཀྱི་དོན་རྐྱེན་དེ་དག་གཙོ་བོ་རྒྱ་ནག་དམར་པོའི་སྲིད་གཞུང་གིས་བོད་ནང་མི་ལོ་ལྔ་བཅུའི་རིང་དབང་སྒྱུར་བྱས་པའི་ཉེར་ལེན་གྱིས་ཡིན་སྐོར་དང། འོན་ཀྱང། མགོན་པོ་གང་ཉིད་མཆོག་གིས། རྒྱ་ནག་དམར་པོའི་སྲིད་གཞུང་གིས་ཆབ་སྲིད་ཀྱི་རྣམ་པར་བསྒྱུར་བཅོས་ཐོག་བོད་ཙམ་མ་ཟད། རྒྱ་ནག་སྐམ་སའི་ནང་དུའང་བཟང་ཕྱོགས་ཀྱི་འགྱུར་བ་ཞིག་འགྲོ་རྒྱུར་ཐུགས་རེ་ཡོད་སྐོར་བཀའ་སྩལ། ཤོག་གསུམ ྋགོང་ས་མཆོག་གིས་མོས་མཐུན་བཀའ་ལན་སྩལ་དོན། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་བཅུ་གྱ་དགུ་ལོར། བོད་མི་ཚོས་རྒྱ་ནག་གཞུང་ལ་ཕྱི་བསྐོར་བྱས་རྗེས། བོད་མིའི་ཐོག་རྒྱ་ནག་གཞུང་གིས་དམ་དྲག་ཤུགས་ཆེ་རུ་བཏང་ཡོད། དེ་རྗེས། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པ། ཙམ་ནི། བོད་ཀྱི་མཐོ་སློབ་ཁག་ཏུ་ནང་ཆོས་ཀྱི་རིག་གཞུང་ཆེན་པོ་དང་འབྲེལ་བའི་བསླབ་ཚན་རྣམས་བསླབ་སྤྲོད་བྱ་རྒྱུར་དམ་དྲག་བྱས་ཡོད། དེ་རྗེས་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་མི་བརྒྱ་ཕྲག་མང་པོ་རྐྱེན་འདས་སུ་གྱུར་བའང་གར་སོང་ཆ་མེད་དུ་གྱུར་ཡོད། བོད་ཀྱི་དགོན་སྡེ་ཁག་གི་ནང། གྲྭ་བཙུན་རྣམས་ལ་ཆབ་སྲིད་ཀྱི་བསླབ་གསོའི་ལས་འགུལ་སྤེལ་བཞིན་ཡོད། ནང་ཆོས་ལ་སློབ་སྦྱོང་བྱེད་དགོས་བྱུང་ན། རྒྱ་ཡིག་ལས་བོད་ཡིག་ཐོག་སྤུས་དག་པ་བྱེད་ཐུབ། དེ་ནི། ནང་ཆོས་མཁས་དབང་ཚོའི་ཁྲོད་དུ། ཡོངས་ར་ཞིག་ཆགས་ཡོད། དེའི་རྟེན། བོད་མི་ཚོར། རང་གི་སྐད་ཡིག་ཧྲིལ་པོ་ཡོད་པ་དེར། སྤོབས་པ་ཡོད། རྒྱ་ནག་དམར་པོའི་སྲིད་གཞུང་གིས། བོད་མིའི། སྐད་ཡིག། ཐོག། དམ་དྲག་ཧ་ཅང་བྱེད་བཞིན་ཡོད། བོད་མི་ཚོའི། འཚེ་བའི། ལས་ལ། ཡིད་ཆེས། བྱེད་མཁན་ཞིག་མིན། འོན་ཀྱང། རང་གི་དངོས་དོན་རྣམས་ཕྱིར་འདོན་ཆེད་རང་ལུས་མེར་བསྲེགས་ཀྱི་ལམ་ནས་དེ་ལྟར་བྱས་པ་ཞིག་ཡིན་པ་ངོས་རང་དྲན་བཞིན་ཡོད་ཅེས་སོགས་དང། དེང་སྐབས་བོད་ནང་དམ་དྲག་བྱེད་བཞིན་པའི་གནས་སྟངས་དེ་ནི། དེ་སྔ་རིག་གནས་གསར་བརྗེའི་སྐབས་ཀྱི། གནས་སྟངས་བསྐྱར་ལོག་བྱེད་པ་ཞིག་ཆགས་ཡོད། ཉེ་ལམ། དམར་པོའི་ལྟ་བ་ཁྲག་འཛིན་དཔའ་བོ་ཞི་ལའི་གོ་གནས། བོ་ཞི་ལའི་གོ་གནས་ནས་ཕབ་པ་དེ། རྒྱ་ནག་དབུ་ཁྲིད་མང་ཆེ་བས་བསྒྱུར་བཅོས་ཕྲན་བུ་གཏོང་རྒྱུའི་བསམ་བློ་ཡོད་པའི་རྣམ་འགྱུར་བསྟན་པ་ཞིག་ཆགས་ཡོད་སྐོར་བཀའ་སློབ་སྩལ། བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། ཐེ་ཝན་ནང་བོད་དོན་དྲིལ་བསྒྲགས་ཀྱི་སྔ་འདོན་ཁྲོམ་སྐོར་གནང་བ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བཞི་པའི་ཚེས་བཅུ་དྲུག་རེས་གཟའ་ཟླ་བ། འདི་གར་ཐེ་ཝན་ཀུན་སྤྱོད་དོན་གཅོད་ཁང་གིས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བཞི་པའི་ཚེས་བཅུ་དྲུག་ཉིན་ཏཱ་ནན་ནང་གོ་དོན། ཐེ་ཝན། ཐའོ་ཡོན་གྲོང་ཁྱེར། ནང། གནས་སྡོད་བོད་མི་ཁག་ཅིག་གིས་མར་ཁུར་དྭངས་བླངས་ཀྱིས་རེ་སྐུལ་གནང་བ་ལྟར་ཐེ་ཝན་དུ་གནས་སྡོད་བོད་རིགས་ཚོགས་པས་གོ་སྒྲིག་ཞུས་ཏེ་ཕྱི་ལོ་ཉིས་སྟོང། ཕྱི་ཟླ་བཞི་པའི་ཚེས་བཅུ་བཞི་ཉིན་ཐེ་ཝན། Taoyuan། གྲོང་ཁྱེར་དུ་ཐེངས་དང་པོ། ཐེངས་དང་པོར་བོད་དོན་དྲིལ་བསྒྲགས་ཀྱིས་རྔམ་སྟོན་ཁྲོམ་སྐོར་གནང་འདུག་དེ་ཡང་བོད་ནང་གི་གནས་སྟངས་ཇེ་ཆེ་ཇེ་སྡུག་ཏུ་འགྲོ་བཞིན་ཡོད་པ་དང། བོད་ཕྱི་ནང་གཉིས་ཀྱི་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱིས་རང་གི་གཅེས་པའི་ལུས་སྲོག་བློས་གཏོང་གནང་བཞིན་ཡོད་པ་དེ་དག་གིས། སྙིང་སྟོབས་དང་རྗེས་དྲན་དང། སྙིང་སྟོབས་ལ་རྗེས་དྲན་དང། ཁོང་ཚོའི་བྱས་རྗེས། རྒྱ་མི་རིགས་སོགས་འཛམ་གླིང་མི་དམངས་ཀྱི་ཤེས་རྟོགས་ཡོང་སླད། བོད་མི་དྲིལ་བསྒྲགས་ཀྱི་རྔམ་སྟོན་ཁྲོམ་སྐོར་ཞིག་གནང་ཡོད། དེ་ཉིན་སྔ་དྲོ་ཆུ་ཚོད་བཅུ་གཅིག་ཐོག་ཐའེ་ཡོན་རུ་ལི་འབབ་ཚུགས་ཀྱི་མདུན་ཐང་དུ་ཐའེ་ཝན་དུ་གནས་སྡོད་བོད་མི་དང་ཐའེ་ཝན་བླ་སྤྲུལ་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་སོགས་མི་གྲངས་སུམ་ཅུ་ཙམ་མཉམ་འཛོམས་གནང་ཡོད་པ་དང་ཐོག་མར་སྐུ་མགྲོན་གྱི་གཙོ་བོ་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ཟླ་བ་ཚེ་རིང་ལགས་ཀྱིས། བོད་ཕྱི་ནང་གཉིས་སུ། བཟའ་བཅའ། གནས་སྟངས་སྐབས། ཕྱི་རྒྱལ་རང་དབང་ལུང་པར་གནས་པའི་བོད་མི་ཚང་མར། འགན་འཁྲི་ཡོད་པ་ལྟར། ད་ལྟའང་ཀྱང། ཡུལ་ཁྲིམས་དང་མཐུན་པའི་ཐོག་ནས། བོད་དོན་ལས་འགུལ་འདྲ་མིན་སྤེལ་བར་བསྔགས་བརྗོད་གནང། དེ་བཞིན། ཐའེ་ཝན་གྲོས་ཚོགས། གོ་མིན་ཏང་ཚོགས་པས་འཐུས་མི་སྐུ་ཞབས Zhe Chunxin ལ་ཆེད་དུ་ཕེབས་ནས་བོད་མིར་རྒྱབ་སྐྱོར་གྱི་གསུང་བཤད་དང་གཞན་ཡང། རྒྱུན་དུ་བོད་རིགས་རྒྱབ་སྐྱོར་གནང་མཁན་སྐུ་ཞབས Wang Hengqi ལགས་དང་བོད་དོན་ཚོགས་པའི་ཚོགས་གཙོ་སྦྲ་ཆེན་པ་ལགས་བཅས་ནས་ངོ་སྤྲོད་གསུང་བཤད་གནང་རྗེས། བོད་མི་དང་བོད་དོན་རྒྱབ་སྐྱོར་སྣང་མཁན་རྣམས་ཀྱི། ཕྱི་ཚུལ་གཉིས་སྣང་ཙམ། མཐའ་ཡུལ་གྲོང་ཁྱེར། མི་ཚོགས་མང་བའི། གཞུང་ལམ་ཐོག། བོད་ཀྱི་རྒྱལ་དར་དང། བོད་ཀྱི་དཔའ་བོ་དཔའ་མོ་རྣམས་ཀྱི་འདྲ་པར། འབོད་ཚིག། འདྲ་མིན་འཁོད་པའི། འཕྲེད་དར་བཅས་ཁྱེར་ཏེ། བོད་དོན་དྲིལ་བསྒྲགས་གནང་ཡོད། རྔམ་སྟོན་ཁྲོམ་སྐོར། གྲུབ་རྗེས། བེ་རི་ཚོགས་པའི་ཚོགས་གཙོ་སྦྲ་ཆེན་པ་ལགས་ཀྱིས། ཁྲོམ་སྐོར་ནང་ཞུགས་མཁན་རྣམས་དང། ལས་འགུལ་སྐབས་འགྲོ་སོང་གཏོང་མཁན་རྣམས། འགྲོ་སོང་གཏོང་མཁན་བོད་མི་རྣམས་ལ་ཐུགས་རྗེ་ཆེ་ཞུས། མཇལ་དར་གཡོག་རྗེས་ལས་འགུལ་མཇུག་སྒྲིལ་གནང་འདུག་པ་བཅས། བོད་མིའི་སྒྲིག་འཛུགས་ཀྱིས་གཞུང་འབྲེལ་དྲ་བ། ཧྲང་ལི་མེ་སོ་དང་འབྲེལ་བའི་ལོ་རྒྱུས་ཡིག་ཚང་ལྡེབ་འབྲིང་གསུམ་པ་ཤོག་གྲངས་སུམ་བརྒྱ་ཉི་ཤུ་རྩ་གསུམ་ནི། སོག་དགུ་པ་རྒྱལ་གཅེས་དཔའ་བོ་ཆོས་འཕགས་སྐྱབས། རང་ལོ་ཉི་ཤུ་རྩ་ལྔ་ཕ་མེས་ལ། རྒྱལ་སྐྱེབས་སྲོང་ཐར། མ་མི། དཔལ་ནི། འཚོ་ཐུབ་མི་སྐྱ། ལྔ་པ། བོད་རིགས་རང་སྐྱོང་ཁུལ། སྐྱེས་ཡུལ། ལྔ་པ། བོད་རིགས་རང་སྐྱོང་ཁུལ་འཛམ་ཐང་རྫོང་བར་མ། ཡུལ་ཚོད། གཙང་སྡེ་བ། མེ་བཙའ་ཟླ་ཚེས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བཞི་པའི་ཚེས་བཅུ་དགུ་ཉིན། ད་ལྟའི་གནས་སྟངས། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བཞི་པའི་ཚེས་བཅུ་དགུ་ཉིན། སྐུ་གྲོངས་ཡོད་འདུག། བཞི་བཅུ་པ། རྒྱལ་གཅེས་དཔའ་བོ་བསོད་ནམས། རང་ལོ་ཉི་ཤུ་རྩ་བཞི། ཕ་མེས་སེམས་བསྐྱེད། འཚོ་ཐབས་མི་སྐྱ། སྐྱེས་ཡུལ་རྔ་པ་བོད་རིགས་རང་སྐྱོང་ཁུལ་འཛམ་ཐང་རྫོང་བར་མ། ཡུལ་ཚོའི་གཙང་སྡེ་བ། མེ་སག་ཟླ་ཚེས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བཞི་པའི་ཚེས་བཅུ་དགུ་ཉིན། ད་ལྟའི་གནས་སྟངས། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བཞི་པའི་ཚེས་བཅུ་དགུ་ཉིན་སྐུ་གྲོངས་འདུག་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བཞི་པའི་ཚེས་བཅུ་དགུ་ཉིན་བོད་མདོ་སྨད་རྔ་པ་ཁུལ་འཛམ་ཐང་རྫོང་བར་མ་ཡུལ་ཚོའི་ཕ། དགྱེས་དགུར་གསུང་ཐབས་དང། མ། དཔེ་གནས་གཉིས་ཀྱི་བུ་རང་ལོ་ཉི་ཤུ་རྩ་ལྔ་ཡས་མས་ཡིན་པའི་ཆོས་པ་སྐྱབས་ལགས་དང། མ། སེམས་བསྐྱེད་ཀྱི་བུ་རང་ལོ་ཉི་ཤུ་རྩ་བཞི་ཡས་མས་ཡིན་པའི། བསོད་ནམས་གཉིས་ཀྱིས་ས་གནས་ཀྱི་ཉེས་རྟོག་ལས་ཁུངས་ཤིག་ཉེ་འཁྲིས་སུ་རང་ལུས་མེ་སར་བཏང་སྟེ། རྒྱ་ནག་གཞུང་གིས་བོད་ཐོག་བཟུང་བའི་དྲག་རྩུབ་ཀྱི་སྲིད་བྱུས་ལ་ངོ་རྒོལ་སྐད་འབོད་བྱས་ནས་དེ་མ་ཐག། དམའ་ལམ་ལམ་དུ་འབར་བཞིན་པའི་མེ་ཕོང་གི་ཁྲོད་དུ་སྐུ། སྐུ་གྲོངས་ཡོད་འདུག་ཉིན་དེའི་མཚན་མོའི་ཆུ་ཚོད་དང་པོ་ཙམ་ལ། འཛམ་ཐང་དགོན་ཆེན་གྱི་རྒྱབ་རིའི་དུར་ཁྲོད་དུ། བླ་གྲྭ་ཉིས་སྟོང་ལྷག་དང། མ་རྫོགས་སུན་སྟོང་ལྷག། ཅེས་མཉམ་འཛོམས་ཀྱིས་རྒྱ་ཆེ་དཔའ་བོ་ཀུན་ཉིད་ཀྱི་སྐུ་ཕུང་གཤིན་པོ་གནང་ཡོད་ཅིང། དེ་ནས་བཟུང་ས་གནས་དེར་རྒྱ་གཞུང་གི་ཉེན་རྟོག་དམག་མི་འབོར་ཆེན་འགྲེམས་འཇོག་བྱས་ཏེ་དམ་དྲག་ཆེན་པོ་བྱེད་ཆེད། དམ་དྲག་ཆེན་པོ་ཇི་ཆེར་བཏང་ཡོད་འདུག། དཔའ་བོའི་གཤེད་ཆམ། རྒྱལ་གཅེས་དཔའ་བོ་ཁོང་གཉིས་ཀྱིས་རང་ལུས་མེར་སྲེག་མ་བཏང་སྔོན་དུ་ལག་ཁྱེར་ཁ་པར་ཞིག་གི་ནང་ཁ་ཆེམས་ཤིག་བཞག་ཡོད་པ་ལག་གསོན་བྱུང་སྟེ། མི་མང་པོ་ཞིག་གིས་ཁ་པར་བརྒྱུད་དེ་ཕན་ཚུན་ལ། གཏོང་རེ་བྱས་ནས་རྒྱ་སྐྱེད་དུ་འགྲོ་བཞིན་ཡོད་འདུག་ལག་བསམ་བྱུང་བའི་ཁོང་ཉིད་ཀྱི་ཤེས་བྱམས་ན། བོད་མི་རིགས་འདི་འདི་གཞན་དང་མི་མཚུངས་པའི་ཆོས་དང་རིག་གནས། བྱམས་དང་སྙིང་རྗེ་ལྡན་པ། གཞན་ལ་ཕན་སེམས་ཆེ་བའི་མི་རིགས་ཤིག་ཡིན། ཡིན་ན་ཡང། བོད་མི་རིགས་འདི་རྒྱ་ནག་གི་བཙན་བཟུང་དང། དྲག་གནོན་མགོ་སྐོར་བྱས་ནས། ང་ཚོ་བོད་མི་རིགས་ལ། འགྲོ་བ་མིའི་ཐབ་ཐང་མེད་པའི། དུག་ངོས་དང་འཛམ་གླིང་ཕྱི་བདེ་ཡོང་ཆེད་དུ། ངས་རང་ལུས་མེ་བསགས་པ་ཡིན། ང་ཚོ་བོད་མི་རིགས་ལ། རང་དབང་མེད་པའི་དུག་ངོས་འདི། ངས་རང་ལུས་མེ་བསགས་པ་ལས། དུག་ངོས་ལྷག་ཏུ་ཆེ། འཇིག་རྟེན་འདི་ན་ཆེས། དྲིན་ཆེ་བའི་ཕ་མ་དང། ཁྱིམ་མི་བཟའ་ཚང། ཕུ་ནུ། ཉེ་འབྲེལ་རྣམ་པ། ངེད་གཉིས་ཀྱིས། ཁྱེད་ཅག་ལ། འདང་མ་རྒྱས་པ་ཡང་མིན། ངེད་གཉིས་ཀྱིས་ཁྱེད་ཅག་དང། ཁ་བྲལ་བ་ཡང། སྔོན་ཆད། ཁུལ་གྱི་ཡང་མིན། རང་གི་ཚེ་སྲོག་ལ། གཅེས་སྐྱོང་མ་བྱས་པ་ཡང་མིན། སེམས་དང་བསམ་པ་མཉམ་པའི་སྒོ་ནས་ང་གཉིས་ཀྱིས། སེམས་བསམ་པ་མཉམ་པའི་སྒོ་ནས། བོད་ལ་འབྱུང་བ་དག་པ་སངས་རྒྱས་ཀྱི་གཏམ་དཔའ་དར་བ་སེམས་ཅན་ལ་བདེ་སྐྱིད་བསྐྲུན་ཐུབ་པ། འཛམ་གླིང་ཞི་བདེ་ཡོང་བའི་ཆེད་དུ། ང་ཉིད་ཀྱི་རང་ལུས་མེར་བསྲེགས་པ་ཡིན། དེས་ན་ཁྱེད་ཅག་གིས་ང་ཉིད་ཀྱི་ཁ་ཆེམས་ལྟར་བསྒྲུབ་དགོས། ང་ཉིད་རྒྱ་ལག་ཏུ་ཤོར་ཡང་ཁྱེད་ཅག་གིས་ཅི་ཡང་བྱེད་མི་དགོས། ང་ཉིད་ཀྱི་ཆེད་དུ། མི་གཅིག་ལ་ཡང་བློ་རྩེ་མེད་ན་ང་ཉིད་ཀྱི་བསམ་པ་འགྲུབ་པ་ཡིན། ང་ཉིད་ཀྱི་ཆེད་དུ་ཁྱེད་ཅག་གི་སེམས་སྐྱོ་ན། མཁས་པ་དང་མཁས་གྲུབ་རྣམས་ཀྱི་ཁ་ལ་ཉོན་ནས། རིག་གནས་སྦྱང་ན་རིག་གནས་སྦྱང་བའི་ཁ་ཕྱོགས་མི་ནོར་བ་དང། རང་རིགས་ལ་དོགས་ཞེན་དང།

ང་ཉིད་ཀྱིས་ཁ་ཆེམས་ལྟར་སྤྲོད་པར་ཉིད་ནས་རེ་བ་ཡིན། ཞེས་གསུངས་ཡོད་འདུག་གནས་ཚུལ་མཁོ་སྤྲོད་པར་གཞན་དོན་གྱིས། གནས་ཚུལ་མཁོ་སྤྲོད་པར་འབྲེལ་ཡོད་ཀྱི་བརྗོད་དོན་ལྟར་ན། ཉེ་སྔོན། རང་ལུས་མེར་སྲེག་བཏང་སྟེ་འདས་གྲོངས་སུ་ཕྱིན་པའི་རྒྱལ་གཅེས་དཔའ་བོ་རྣམ་གྲོལ་ལགས་དང། མཆིམས་ཕ་སྐྱབས། བསོད་ནམས་སྐྱིད་ཀྱི་དཀར་འཇམ་དང་དཔའ་བོའི་གཉིས་འདབ་སོགས་ཀྱི། འཛམ་ཐང་གི་བུ་མོ་ཚུལ་སྙིང་ལས་སད་པ་ལྟ་བུ་གྱུར་ཏེ། འཛམ་ཐང་གི་ཇོ་ནང་དགོན་པ་ཁག་གཙོས། སྐྱ་སེར་དབྱེར་མེད་ཀྱི། ཁོང་ཉིད་ལ་གདུང་སེམས་མཉམ་སྐྱེའི་ཆེད། མཆོད་འབུལ་སྨོན་ལམ་ཚོགས་དང་འཚོགས་བཞིན་པར་མ་ཟད། མི་སྐྱ་ཚོས་ནང། མི་སྐྱ་ཚོས་ནང་འཛིང་དང། ནང་རྐུན་མི་བྱ་བའི་དམ་བཅའ་འབུལ་བཞིན་ཡོད་འདུག་ལ། ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན། བོད་མི་སྐྱ་སེར་ལྔ་སྟོང་ལྷག་ཇོ་ནང་དགོན་ཆེན་དུ་འཛོམས་ཏེ་ཉེ་སྔོན་ནས་མི་མང་གིས་དགོན་པར་འཕུར་ཡོད་པའི་མཚོན་ཆ་ཚང་མ་མེ་བསྲེགས་བཏང་ཡོད་འདུག།